ད་གནས་ཚུལ་གཉིས་ཐོག་ལ་ལན་འདེབས་རྒྱབ་བཞག་ན་ཡག་ས་རེད་བསམ་གྱི་འདུག་ཨ་ནི་གཞན་པ། ཁོ་རང་གིས་ངའི་སྤྱོད་པའི་སྐོར་ལ་སྐད་བཤད་བཞག་ངའི་སྤྱོད་པ་སྐོར་སྐད་བཤད་བཞག་ཨ་ནི་ད་དང་པོ་དེ་ལ་ཨ་ནི་ངས་ང་རང་གི་སྤྱོད་པ་དེ་སྐོར་ལ་སྐད་ཆ་མ་བཤད་ངེས་ལ། ཨ་ནི་ཁོ་རང་གི་སྤྱོད་པ་སྐོར་ལ་སྐད་ཆ་བཤད་བཞག་པ་ཡིན་ན། སྟོན་བྱས་པ་ཡིན་ན་ཨ་ནི་མ་འགྲིག་པ་ཞུ་གི་ཆོག་མ་རེད་བསམ་གྱི་འདུག་དང་པོ་དེ་ལ་ངས་རྣམ་པ་ཚོ་གཅིག་སྟོན་དགོས་རོགས་ཨ་ནི་འདི་ཨ་ནི་འདི་རྗེས་ལ་ངས་ལན་འདེབས་རྒྱག་ཆོག་ཅེས་ཞུ་བ་ཡིན། ད་ལྟ་ངས་བརྙན་ཐུང་སྟོན་དང་སྟོན་ཞེས་པ་འདི་ག་རེ་རེད་ཟེར་བ་ཡིན་ན། ལོ་གཉིས་ལྔ་ལ་རེད་བ། ལོ་གཉིས་ལྔ་ལ་ཀལ་གྷོ་རི་ལ་རེད་བ། ཀལ་གྷོ་རི་ལ་ཨཱན་པཱན་དཱི་སྲིད་སྐྱོང་མཆོག་ཕེབས། ཕེབས་པའི་སྐབས་ལ་ཨཱ་ནི་མི་མང་ཚོ་གི་བཅར་འདྲི་དང་ལེན་བྱེད་པའི་སྐབས་རེད། ཨཱན་ད་ལྟ་ངས་སྟོན་ཞེས་པའི་མི་དྲི་བ་གོ་ངེས་མི་འདི་ཨཱ་ནི་འདི་སྐབས་ལ་ཨཱ་ནི་དྲི་བ་དྭངས་ཤེས་གོ་ངེས་དེ་རེད། བ་དྲི་བ་དང་ཞིག་གོང་ཡོད་ད་འདིའི་སྐབས་ལ་ཁྱོད་རང་ཚོ་དོ་སྣང་ག་རེ་བྱུང་དགོས་སེ་ལ་བས་ན་དྲི་བ་དང་པོ་གཉིས་བ་གསུམ་པ་བཞི་བ་སྐུ་ངལ་སྦྱོར་བ་དེ་ཚོ་ཚང་མ་ངན་པ་ལར་སོགས་ཀྱི་མིར་ཧོ་སོ་ཉམས་པ་མ་རྟགས་ངན་པ་ལར་སོགས་ཀྱི་མིར་ད་འབངས་རེ་རེ་བྱིན་ནས་ལིག་རེ་མི་རེ་རེ་བྱིན་སྟོན་དགོས་དང་པོ་ངས་སྟོན་ཞེས་པ་དེ

ལ་ཟེར། གཉིས་པ་ངས་ལྟོས་སོ། གཉིས་པ་འདི་ཨ་མདའ་ཁྱོད་རང་ཚོ། ད་མི་སྦྱིན་པ་མི་རྒྱུགས་འདི་ངོ་མ་ཤི་བ་ཁྱི་གུ་ཅོ་མ་རོ། གཉིས་པ་འདི་ངས་ལྟོས་ཡིན། ད་མི་གསུམ་པ་ཅིག་ངས་ལྟོས་གོ། མི་གསུམ་པ་ཞེས་སྟོན་དགོས་པ་མི་གསུམ་པ་འདི་དྲི་བ་དགོས་པ་ཡོང་བའི་སྐབས་ལ་གཟུགས་པོ་འཁྱེར་སོ་བྱེད་སྟངས་གང་ལ་སྲིད་སྐྱོང་ཡོད་རེད་གོ་ཞབས་མི་དང་པོ་གཉིས་པ་གསུམ་པ་གི་དང་ན་ཞིག་མི་བཞི་པ་གི་བྱེད་སྟངས་དེ་ཚོ་སོ་སོའི་གི་གདམས་པའི་གང་ལ་སོ་སོའི་གི་གདམས་པའི་སྲིད་སྐྱོང་མི་ཅིག་མ་སླེབས་པའི་སྐབས་ལ་མི་དེ་ཚོ་གི་བྱེད་སྟངས་དང་སྐད་ཆ་བཤད་སྟངས་དེ་དེ་འདྲ་རུ་ཞིག་རེད་ད་ངས་རྣམ་པ་ཚོ་ལ

དྲི་བ་བཀོད་པའི་སྐབས་ལ་དྲི་བ་བཀོད་པའི་སྐབས་ལ་ང་ཚོ་ལ་གོ་སྐབས་ཡག་པོ་རག་གི་མི་འདུག་རྐང་ཚུགས་ནས་རྙེད་ཙ་ཡ་རང་གི་བསམ་བློ་དང་དྲི་བ་ཆ་ཚང་ཁྱོད་རང་ཚོ་དེ་དུས་ཉན་ཡོད་པ་ཡིན་ན་རྐང་ཚུགས་ནས་རྙེད་ཙ་ཡ་གི་དྲི་བ་རང་རྐྱང་རྐྱང་གོ་དེ་རེད་བ། དང་པོ་གཉིས་པ་གསུམ་པ་བཞི་པ་ལ་ཁོ་ཚོ་པར་ར་ལ་ཡ་གཅིག་པ་གཅིག་ཁ་རུས་རེད་ལབ་པ་ཡིན་ན་དེ་ཚོ་ཚང་མ་གྲྭ་བའི་གྲྭ་ལོག་རེད་དེ་ཚང་མ་གྲྭ་ལོག་རེད།

བྱས། དེ་ནས་ཡང་ངས་རྣམ་པ་ཚོ་ལ་ཡང་གཞན་དག་ཅིག་སྟོན་གོ། རེད་བ། གཞན་དག་ཅིག་སྟོན་གོ། ཨ་ནི་ཁོ་རང་གིས་འདས་པའི་ཨ་ཅིག་གི་སྤྱི་ཚོགས་ནང་ལོགས་ལ་སྐད་ཆ་བཤད་རྒྱུ་ག་ཤེད་ཅིག། ཨ་ནི་ཞིབ་འཇུག་མཁན་ཨོ་ཅི་མ་ཆེ་ཆེ་ད་ག་ས་ཁ་ན་ལ་ག་རེ་དོན་མཛད་ཚང་མ་བཤད་བཞག་རྒྱུ་དེ་འདྲས་ཅིག། ཨ་ནི་ཁྲོ་རོན་ཁྲོ་གི་མི་མང་ག་ཤེད་སེམས་ཤུགས་ཅན་ག་ཤེད་ཞིག་ལ་དངོས་གནས་ཁོ་རང་ཨ་ནི་སེམས་པ་སྐྱོ་བ་ཡག་གི་གནས་ཚང་གནས་ཚུལ་ཆ་རྒྱུ་ཅིག། ངས་རྗེས་ལ་ཁོ་རང་གིས་དགོངས་དག་ཐུགས་གཏན་ཞུས་ཞུས་པ་རེད་ངས་དེ་ཅིག་སྟོན་གོ། ཁོ་རང་གཅིག་གི་ཕ་ཕྱོགས་ནས་གཉིས་ཀྱི་ང་ར་ཚུགས་དངོས་གནས་ཀྱི་གུས་སེ་ཐོག་ནས་ཡ་གཅིག་གི་ཚུགས་ང་ར་ཡ་ག་ལ་གོ་རེ་སྐུ་གཅིག་བྱུང་ན་དེ་བརྙན་ཐུང་དེ་མ་གཅིག་མེད་བ་སུ་ཐུག་ན་ཡག་པོ་ཡོང་ས་རེད་ཁོ་རང་མ་འོངས་པ་ལ་ཡ་ང་ནག་ཉེས་དེ་འདྲས་ཆགས་ཡ་གི་འདི་འདུག་འདི་གི་འདི་འདུག་བྱེད་ན་པ་དེ་ཁྱེད་ཀྱི་དེ་ཡིན་གཅིག་མིན་གཅིག་དེ་མ་གཅིག་ལྟོས་ཟོས་ང་དཔེ་དགའ་ས་རེད་སུ་དེ་འདྲས་ཁོ་རང་གསུངས་ཟེར་བ་དེ་ངས་འདི་ཡིན་ཁོ་རང་གིས་ཡང་གཅིག་གིས་ཕ་ཇོ་ནས་ཁོ་རང་གིས་ང་ལ་གསལ་བཤད་རབ་དང་རིམ་པ་མང་པོ་བྱས་ཟེར་བ་ཁོ་རང་ལས་ཀ་བྱེད་རྒྱུ་འདུ་འཛུགས་དང་ཁོ་རང་གི་མི་ལ་ཕན་གདགས་རྒྱུ་དང་ཁོ་རང་གིས་ལས་འགུལ་མང་པོ་རྩོམ་ཞབས་གྲོང་པ་བཤད་ད་ང་ཚོ་འདུ་འཛུགས་ཚང་མ་བློ་ཟུར་ལ་བརྟེན་ནས་སྐད་ཆ་དེ་ང་ཚོ་ག་བ་ཡིན་ནས་བགྲོ་གླེང་བྱེད་ཁར་འགྲོ་སོང་ན་ང་ཚོ་བ་བས་ཡོད་རེད་བ་དེང་སང་བ་ནས་ཁོ་རང་གིས་དཔེ་གསལ་བཤད་ཡག་པོ་བྱས་སོང་ཁོ་རང་གིས་ལས་ཀ་ཡག་པོ་བྱས་ཤག་གྲོང་པ་བཤད་ང་ལ་པུ་རུབ་དང་བྱས་བ་ཚང་མ་བཏང་སོང་དུས་ཚང་མ་ནས་ངས་ངེད་ཀྱི་ཡིན་དང་ཡིན་ཁྱེད་རང་གིས་ལས་ཀ་ཡག་པོ་བྱེད་རྒྱུ་དེ་ལ་ཆེ་དུས་ངས་ཁྱེད་རང་ནང་ཉུལ་ཟེར་བའི་ངའི་ལས་རྒྱུ་འབྲས་བཟོ་གི་མ་རེད། དེ་ཚ་ངེད་ཀྱི་ཉིན་ཐོ་དེ་མ་སྟོན་བྱ་རྒྱུ་དེ་འདྲས་ཡིན་ཨང་དེ་དགོངས་པ་མ་ཚོགས་ན་ཇི་ཞུ་ཡས་ཡིན་རོགས་ཨང་ག་ཤེད། བོད་པ་སྤུ་གུ་དེ་རྒྱ་གར་པོ་ལིས་ལ་གཏོང་རྒྱུ་དེ་ཚོ་གླུ་ཡས་དེ་ཨང་ཅིག་གི་རྒྱ་གར་གི་ཁྱེད་རང་སེམས་ཀྱི་རེད་ཨང་དེ་ན་ཁོ་རང་ཚོ་སུ་སུ་ཡིན་མིན་དེ་ཚོ་རྩད་གཅོད་ཅིག་སྟོན་དགོས་ཁེལ་གི་རེད་ཁྱེད་རང་ག་ངས་དཀྲིས་གི་རེད་བསམ་གི་འདུག་ར་ང་རང་གི་བསམ་ཚུལ་རང་ཡིན།

གནས་ཚུལ་མཁས་དགོས། ཞིབ་འཇུག་མཁས་དགོས་མ་བྱས་ད་རང་བཤད་དུ་ཡོད་རེད། ང་འགྲོ་ཆས་བཤད་པ་ཡིན་ན་ངས་འདི་ནང་ལོགས་གནས་ཚུལ་ག་རེ་བཤད་པ་ཡིན་ན་དེ་དཔྱད་ཞིབ་བྱས་ཞིབ་འཇུག་བྱས། ཞིབ་འཇུག་བྱས་པ་ནས་ཤིག་ཁུངས་སྐྱེལ་ར་སྤྲོད་བྱས་ཅིག་ངས་བཤད་ཀྱི་ཡོད་རེད་བ་དེ་འདྲ་སོང་ཚེ་འདིས་ཁོ་རང་ཆ་དེ་ཡོད་རེད་ཟེར་ཅིག་ངས་ཅིག་ལབ་ན་བསམས་དེ་འདྲ་སོང་ཙང། འདིས་གང་ལ་ཨ་ནི། ཁོ་རང་གིས་ད་ལྟ་ངེད་ཀྱི་བྱ་སྤྱོད་ཀྱི་སྐོར་ལ་སྐད་བཤད་པའི་སྐབས་ལ། གེ་སི་ནོའི་སྐོར་ལ་སྐད་བཤད་དོ། གེ་སི་ནོའི་སྐོར་སྐད་བཤད་བྱ། དེ་འདྲ་སོང་ཙང། ཁོ་རང་གེ་སི་ནོ་བཙན་ངེད་ཀྱི་རེད། ཁོ་རང་གེ་སི་ནོ་བཙན་ངེད་ཀྱི་རེད། དེ་འདྲ་སོང་ཙང། ང་ཚོ་ད་ལོ་འགྲོ་འཆར་ཞིག་ན་གཅེན་ལོག་ཀོང་སི་སྐལ་མགོ་ཆེན་པོ་མཆོག་གི་བྱམས་བརྩེ་གི་ཉིན་མོ་ཆགས་ཀྱི་ཡོད་རེད། ངས་དེའི་བསམ་བློ་བཏང་བྱས་བྱས་བྱས་བྱས་ངས་ཁོ་རང་ལ་སྡུག་ཅག་ཁེལ་སྐོར་ཞིག་ལབ་པས་ཁེལ་སྐོར་ཞིག་སྨྲས།

གཅིག་ཁྱད་གསོད་བྱེད་ཡག་གི་བྱེད་སྟངས་བྱེད་ཀྱི་ཡོད་པ་ཡིན་ན། རེ་བ་ཁྱད་གསོད་འགྲོ་བྱེད་ཀྱི་ཡོད་པ་ཡིན་ན་མ་འོངས་པར་ཁྱོད་རང་སྤུ་ལྔ་གི་པཱ་ལར་ཡིན་ལ་གི་ཡོད་རེད། སྤུ་ལྔ་གི་པཱ་ལ་འདི་གི་བི་བྱེད་སྟངས་དེ་འདྲས་འགྲོ་བྱེད་ཀྱི་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་དགོངས་གཞི་མང་པོ་རེ་ཞིག་ལ་དེ་བས་དེ་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་གི་མཚན་མིང་འདི་བེད་སྤྱོད་བྱེད་བྱེད་བྱེད་ཁོ་རང་གི་བྱ་སྤྱོད་ཀྱི་བྱེད་སྟངས་དེ་འདྲས་ཡིན་པ་ཡིན་ན་ད་ང་འདི་ལས་ལྷག་ང་ཁྱེད་སྒོ་ཕྱེ་ལ་བས་ཁྱེད་སྒོ་ཕྱེ་མེད། ད་མཐའ་མ་དེ་ལ་ང་དང་ད་ཁོ་རང་གི་གནས་ཚུལ་གཉིས་ཐོག་ལ་ང་ལན་འདེབས་རྒྱག་དགོས་ཡ་དེ་ལན་འདེབས་རྒྱབ་ཀྱི་ཡིན་ཞེས་ཞུ་ཡིན། ལ་ཟེར་ད་དང་པོ་དེ་དྲི་བ་དང་པོ་དེ་ཁོ་རང་གིས་ལ་བསྡད་དེ་ངས་ད་ལྟ་སྟོན་བཞིན་པ་འདི་གར་འདི་རེད། ཨ་ནི། ངས་ཨ་ནི་བྱང་ཨ་རིག་སྤྱི་འཐུས་གཉིས་ཀྱི་བྱ་སྤྱོད་སྐོར་དང་ཨ་ནི་བོད་རྒྱལ་ཁབ་དང་མི་རིགས་དོན་དག་ལ་གྱོང་གུད་སྤྲད་པ་དེ་རེད་ལ་དེ་ཨ་ནི་བརྒྱ་ཆ་བརྒྱ་ཐམ་པ་རྒྱ་ནག་གཞུང་ལ་ཁེ་བཟང་སྤྲད་པ་རེད་ལ་དེ་ཁོ་རང་གི་བསམ་ཚུལ་རེད་ང་ཞེ་དྲག་ཞེ་དྲག་ཁྱེད་སྐུ་ཞེ་ལ་ཡ་མེད་རེད་བ། ཡིན་ན་དེ་ཅིག་ང་ཚོ་དམངས་གཙོའི་རྒྱལ་ཁབ་ནང་དུ་ལ་ཨ་ནི་ག་རེ་བསམ་བློ་གཏང་དགོས་རེད་ཟེར་བཞིན་ལབ་པ་ཡིན་ན་དམངས་གཙོའི་རྒྱལ་ཁབ་ནང་ལ་བསམ་བློ་གཏང་དགོས་པ་གལ་ཆེན་པོ་ག་རེ་རེད་ཟེར་ལབ་ཡིན་ན་དམངས་གཙོའི་རྒྱལ་ཁབ་ནང་ལོགས་ལ་ཨ་ནི་སྤྱི་འཐུས་ཡིན་ན་རེད་སྲིད་སྐྱོང་ཡིན་པ་ཡིན་ན་རེད་ད་དེང་སང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དེ་ཚོ་ཚང་མ་ཡིན་པ་ཡིན་ནས་དེ་ཚོ་ཚང་མ་འགྲོ་ཅིག་ག་ལ་གང་འཚམ་ཞིག་ད་དེང་སང་ཆབ་སྲིད་ཀྱི་རྐུབ་བཀྱག་འགྲོ་ཅིག་ཆ་ས་པ་རེད་མི་མང་གི་འོས་འདེམས་བྱས་པའི་ཨ་ནི་མི་ཅིག་ལ་ལེགས་འོག་རེད་མི་མང་གི་འོས་འདེམས་བྱས་པའི་མི་དེ་ཨ་ནི། ཀླད་པའི་སྐབས་ལ་འདི་ཚོ་ག་ལ་དགའ་མཚམས་ཤིག་ཆབ་སྲིད་པ་ཞུགས་ཅིག་ཆགས་ས་པ་རེད། ཆབ་སྲིད་པ་ཆགས་ས་པའི་རྗེས་ལ་དམངས་གཙོའི་རྒྱལ་ཁབ་ནང་ལ་ཡང་དག་པ་ཡུལ་ང་དོན་དག་ལ་མི་གཅིག་གང་ལ་མི་མང་གི་འོས་འདེམས་བྱེད་དགོས་ཀྱི་མི་གཅིག་ལས་ཀ་བྱེད་པའི་སྐབས་ལ་ལས་ཀ་ཡག་པོ་བྱེད་ཀྱི་འདུག་མི་འདུག་སྡུག་ཅག་བྱེད་ཀྱི་འདུག་མི་འདུག་འདིའི་ཐོག་ལ་སྐར་ལྔས་གཅིག་དམངས་གཙོའི་གི་ཀ་བ་བཞི་པ་འདི་ཨན་གསང་རྒྱུད་བརྒྱུད་ལམ་ཞེས་བྱ་གི་ཡོད་རེད། འདི་གང་ལ་ཨན་གསང་རྒྱུད་བརྒྱུད་ལམ་ནང་ལོགས་ལ་ད་དེང་སང་ཨན་སྤྱི་ཚོགས་དྲ་རྒྱའི་ནང་ལ་མ་ཐོན་བྱས་ཀྱི་ཨན་དཔྱད་ཞིབ་བྱེད་ངེས། དེ་ཚོས་ཀྱི་དཔྱད་ཞིབ་གང་མང་མང་དཔྱད་ཞིབ་བྱས་བྱས་བྱས་ཨ་ནི་དྲི་བ་དྲི་ལན་བྱས་བྱས་བྱས་ཁྱོད་རང་གིས་ལོ་བཞི་ལྔ་སྔས་ལ་ཨན་འདི་བྱེད་ཀྱི་ཡིན་ལ་སོང་ད་ལོ་བཞི་སྔས་ལ་ཁྱོད་རང་གིས་བྱས་མི་འདུག་ལ་བྱས་བྱས་དེ་འདྲས་ཀྱི་ཨ་ནི་བཀར་བྱས་བྱས་བྱས་ཨིན་ཇི་སྐད་མ་ཟེར་ན Accountability ཁོ་རང་ཚོ་ལ་བཟོས་བྱས་བྱས་བྱས་ཨ་ནི་དམངས་གཙོའི་གི་གེགས་བུ་ན་སོས་སོས་ཀྱི་སོས་འོས་འདེམས་བྱས་པའི་མི་དེ་ལ་དྲི་བ་བསྐུར་ཡ། རེད་པ། ལས་ཀ་ཡག་པོ་བྱེད་ཀྱི་མེད་ན་ལས་ཀ་ཡག་པོ་བྱེད་ཀྱི་མི་འདུག་ལ་ཡས་ཀྱི་བློ་ཁོག་དང་གདེང་ཚོད་དེ། རྒྱ་བོད་རིན་པོ་ཆེ་གིས་དམངས་གཙོའི་གི་གསོལ་རས་ཕུལ་ས་པའི་རྗེས་ལ་དེ་ང་ཚོ་སངས་རྒྱས་ཆེ་ཤོས་ཅིག་རེད་བསམ་དགོས་འདུག་ད་ང་ཚོ་སྟབས་མ་ལེགས་པ་ཅིག་ལ་ང་ཚོ་བོད་པའི་གི་གི་དམངས་གཙོའི་ནང་དོག་ལ་ཨ་ནི་ང་ཚོ་ཅིག་འཛམ་བུ་གླིང་རྒྱལ་ཁབ་ཚང་མར་གི་ཡོད་པ་ན་གཞན་གི་ཨ་ནི་ཅིག་ཁ་བརྡའི་ཚོགས་པ་ཡོད་མ་རེད་པ་རྒྱ་གར་ཨ་རིའི་འགྲོ་བྱ་བྱ་བའི་ནི་ད་ལྟའི་ཆ་ལ་གཞུང་འཛིན་པ་དེ་ཨ་ནི་རི་པ་བླི་ཀན་ཆ་དེ་བས་ཨ་བ་ལ་ཁ་བརྡའི་ཚོགས་པ་དེ་ཨ་འདྲ་མོ་ཁྲ་ཆ་དེ་ཡོད་ར་རྒྱ་གར་འགྲོ་ཆ་ཤ་བ་ཡིན་ན་ཨ་ད་འདའི་ཆ་ལ་གཞུང་འཛིན་པ་དེ་བི་ཇེ་པི་པར་ཏི་ཡིན་དེ་དུས་ཨ་འདི་ག་ཁ་རྒྱབ་ལ་ཨ་ཁ་བརྡའི་ཚོགས་པ་དེ་ཨམ་ཨ་མི་པར་ཏི་དང་ཨ་ད་ནི་ཤི་ཀོང་རེས་དང་ཨ་ད་ནི་ཤི་གི་ཏི་རི་མུལ་ཀོང་རེས་དང་ཁོང་ཚོ་ཁ་བརྡའི་ཚོགས་པ་འགྲོ་ཆ་དེ་ཡོད་ར་ཁོང་ཚོའི་ཁ་བརྡའི་ཚོགས་པ་དེ་གི་ཡོད་ཙང་ཨ་ནི་གང་ལ་གཞུང་འཛིན་པ་དེ་ཚོ་གི་ལས་ཀ་བྱས་དེ་ཚོ་ལ་དཀར་གི་ཡོད་ར་དཀར་བྱས་བྱས་བྱས་དེ་གི་ཐ་མས་གི་ཁེ་ཕན་དེ

བྱང་ཨ་རི་སྤྱི་མཐུན་གཉིས་སྤྱི་མཐུན་ཆ་གསབ་ནན་ཆེ་བྱས་ད་ལྟ་བར་དུ་ད་ལྟ་བར་དུ་གནས་ཚུལ་མ་ཆད་པ་མ་ཆད་པ་དང་མ་འགྲིག་པ་དེ་ཚོ་ལ་སྤྱི་ཚོགས་དྲ་རྒྱ་ནང་ནས་ཡང་ཡང་བཤད་རྐྱང་བྱས་པ་ཡིན་ཡང་ཡང་བཤད་རྐྱང་བྱས་པ་ཡིན་ཡང་ཡང་བཤད་རྐྱང་བྱས་པའི་སྐབས་ལ་འདི་ག་རེ་ཡོད་ལ་འདི་དོན་དག་སྒྲུབ་ཡས་ཡོད་རེད་པས་བཤད་བཤད་པས་ན་ངས་བདམས་ཐོན

རེད་བ། གླེགས་ཀྱི་ཡོད་པ་ཡིན་ན་ཡང་ངས་གླེགས་ཀྱི་མི་འདུག་ཟེར་ལབ་པ་ཡིན་ན་བདག་སྡིག་མ་རེད་དེ་འདྲ་སུན་ཟེར་ག་རེ་ཡིན་པ་འདི་དྲང་པོ་དྲང་ཤག་བདེན་པ་བདེན་སྐྱ་ཤེས་པ་ཡིན་དེ་འདྲ་སུན་ཟེར་འདི་གི་ཨ་ནི་ཅིག་སོ་སོའི་གི་བདམས་པའི་སྤྱི་འཐུས་ཅིག་བྱང་ཨ་རིག་གི་སྤྱི་འཐུས་འདི་ལ་དཀར་ཆེ་ཆེ་ཆེ་ལས་དོན་སྒྲུབ་པའི་ལ་ཞུགས་ཀྱི་ཕན་ཐོག་གི་ཡོད་པ་འདི་བརྒྱ་ཆ་བརྒྱ་དམ་པ་གསལ་བོ་རེད་བསམ་གྱི་འདུག་གཉིས་པ་འདི་ཨ་ནི་བདམས་ཐོན་སྤྱི་འཐུས་བསྟན་འཛིན་འཇིགས་མེད་སྤྱི་འཐུས་ཡ་བདམས་ས་བའི་རྗེས་ལ་བཅའ་ཁྲིམས་དགོངས་དོན་གཞིར་བཟུང་གི་ཨ་ནི་དམ་བཅའ་ཕུལ་གྱི་མེད་ལ་དེ་གཉིས་དེ་རེད། རེད། བ། བཅའ་ཁྲིམས་དགོངས་དོན་ཞུས་སོང་ཐམས་ཅད། ད་སྤྱིར་བཅའ་ཁྲིམས་དགོངས་དོན་ཞུས་སོང་གི་དམ་བཅའ་ཕུལ་གི་མེད་ཟེར་བཞིན་ལ་དེ་སྔའི་ཨ་ནི། ཆོལ་ཁ་དང་མདོ་སྟོད་ཆོལ་ཁ་དང་ཨ་ནི་ད་ག་ནས་བཞིན་ཆོས་ལུགས་ཀྱི་སྤྱི་འཐུས་དང་དབུས་གཙང་གི་སྤྱི་འཐུས་དང་ཨ་ནི་ད་ག་ནས་བཞིན་བྱང་ཨ་རིགས་ཀྱི་སྤྱི་འཐུས་ཅིག་མ་དོན་ཟོ། འདིའི་དོན་གསལ་བའི་རྗེས་ལ་ང་ཚོས་བོད་རྒྱལ་ཁབ་དང་མི་རིགས་ལ་གྱི་གམ་སྣོད་སྐྱེས། གྱི་གམ་སྣོད་སྐྱེས་ང་ཚོ། གནོད་ཤུགས་ཆེན་པོ་ཞུ་སྐྱེས་ཟོ། ཐ་ན་ཡ་ཆེ་ཁོ་རང་ཚོ་གི་ཡ་ཞུ་ས་ཡ་རྒྱལ་བོ་རིན་པོ་ཆེ་ཞུ་ཡ་ཞུ་བའི་སྐབས་ལ་རྒྱལ་བོ་རིན་པོ་ཆེ་མ་ཕྱག་བྲིས་སྤེལ་བྱས་རྗེས་རྒྱལ་བོ་རིན་པོ་ཆེ་གིས་གསལ་བོ་གསུངས་སོང་རྒྱལ་བོ་རིན་པོ་ཆེ་ནས་བློ་ཕམ་བྱུང་སོང། ང་ཚོ་ཁོག་པའི་ནང་གི་སྙིང། ར། རྩ་བའི་བླ་མ། འཛམ་གླིང་ཞི་བདེ་འདོན་སྤེལ་བྱེད་ཅུ་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བློ་ཕམ། གཟོད་ངན། སྤྱི་འཐུས། མདོ་སྟོད་ཀྱི་སྤྱི་འཐུས་དང་ད་ག་ནས་ཤིང་གི་ཆོས་ལུགས་ཀྱི་སྤྱི་འཐུས་དང་དབུས་གཙང་གི་སྤྱི་འཐུས་བཅས་བྱང་ཨ་རིའི་སྤྱི་འཐུས་འདེམས་ཐོན་སྤྱི་འཐུས་ནི་ཙི་ཅིང་ཕིང་ཁོང་ཚོས་བཟོས་སོ། དེ་བཟོས་བ་དེ་ལ་ངས་བཟོས་པ་འདུག་བཟོས་ཤག་ཁྱོད་རང་ཚོ་གིས་དཔེ་མི་སྲིད་འདུག་ཇག་རེད་ལ་ཡས་ཀྱིས་ངས་ལབ་པ་ཡིན་དེ་བོད་རྒྱལ་བོད་རྒྱལ་ཁབ་དང་མི་རིགས་ལ་གནོད་སྐྱེལ་ཡོད་རེད་ཡོད་མ་རེད། གནོད་སྐྱེལ་རོགས། གནོད་སྐྱེལ་བྱེད་ཅིག་རྒྱ་ནག་ལ་སྒོ་ཡག་གི་ལས་ཀ་དེ་སུས་བྱས་པ་རེད་སུ་ནམ་རྡོ་རྗེ་གིས་བྱས་རེད་པས་རྒྱ་ནག་ལ་སྒོ་ཡག་གི་ལས་ཀ་ཁོང་ཚོས་བྱས་པ་རེད་པས། དེ་འདྲ་གསུངས་ས་དེ་འདྲའི་གི་གནས་ཚུལ་བྱུང་བའི་སྐབས་ལ་ཀརྨ་བློ་གྲོས་ཁྱོད་རང་གི་མ་དོན་བྱིན་རླབས་ཡིན་པས་ལབ་ཡོད་མ་རེད་གྱོད་པ་རྒྱུ་མཚན་ག་རེས་ལབ་པ་ཡིན་ན་བསྟན་འཛིན་འཇིགས་མེད་ཁྱོད་རང་མཉམ་དུ་འབྲེལ་བ་ཆགས་ཀྱི་འདུག་ཁྱོད་རང་གྲོགས་པོ་ཆེན་པོ་ཞོར་གྱི་རེད་འདུག་དེ་འདྲ་གསུངས་ས། བོད་རྒྱལ་ཁབ་དང་མི་རིགས་ལ་ཐུག་པའི་སྐབས་ལ་སོ་སོའི་གི་གྲོགས་པོ་བུ་སྤུན་རྒྱ་ཕ་ཡུལ་གཅིག་པ་དེ་ཚོ་ཕ་བློས་བཏང་བྱེད་བྱེད་བྱེད་ལས་ཀ་སྡུག་ཅག་བྱེད་ཀྱི་འདུག་ན་ལས་ཀ་སྡུག་ཅག་བྱེད་ཀྱི་འདུག་ཟེར་བྱེད་ལབ་དགོས་ཡ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ངས་བསམ་པ་ལ་སྐད་དཔེ་མི་སྲིད་སྐད་ཆེན་པོ་རེད་བསམ་གྱི་འདུག་ད་ག་ནང་བཞིན་གྱི་ཨ་ནི་བྱང་ཨ་རིའི་སྤྱི་འཐུས་གཉིས་ཀྱི་ལས་ཀ་བྱེད་སྟངས་ཀྱི་ཐོག་ནས་ཨ་ནི་ཅིག་སྐོར་སྐྱོད་འགྲོ་ཡ་དེ་ཚོ་སྐོར་སྐྱོད་འགྲོ་ཡ་དེ་སྐད་ཆེན་པོ་ཞུ་བྱེད་རེད། སྐོར་སྐྱོད་འགྲོ་གི་ཡིན་ན་ཨ་ནི་འདི་མི་མང་ལ་ཨ་ནི་དྲི་བ་དྲིས་ལན་བྱེད་ཡ་གོ་སྐབས་རག་གི་རེད་ཕན་ཐོགས་ཆེན་པོ་ཞུ་བྱེད་ཡོད་རེད། དེ་བས། ཁོ་རང་ཚོས་རང་གི་ཤེས་རྒྱུར་དང། ཁོ་རང་ཚོས་རང་གི་ལོ་གསུམ་ལྔའི་ལ་བཤད་རྒྱུ་འདི་གི་སྐད་ཆ་འདི་ལ་ངས་ལན་འདེབས་རྒྱབ་ཡིན། ལོ་གསུམ་ལྔའི་ལ་སྐད་ཆ་ག་རེ་བཤད་རོལ་ཟེར་བ་ཡིན་ན། ང་ཚོ་སྐོར་སྐྱོད་གྲ་སྒྲིག་བྱེད་ད་བཞིན་པ་ཡིན་ཟླ་བ་ག་ཤས་ཤིག་ནང་ང་ཚོ་སྐོར་སྐྱོད་འགྲོ་གི་ཡིན་ཞེས་ལབ་བསྡད་པ་རེད། རྩ་བ་ནས་ཕྱེ་ཡོད་མ་རེད། ད་ཐ་ན་ལོ་གསུམ་གྱི་རྗེས་ལ་ཨ་ནི་སྐོར་སྐྱོད་འགྲོ་བའི་སྐབས་ལ་རང་བཞིན་གྱིས་ང་ཚོས་དྲི་བ་བཀུག་གི་རེད་བ། ཁྱོད་རང་གིས་ཟླ་བ་གཉིས་གསུམ་ལྔའི་ལ་ང་ཚོ་ལོ་གསུམ་ལྔའི་ལ་ཨ་ནི་ཟླ་བ་གཉིས་གསུམ་ནང་ལོགས་ལ་སྐོར་སྐྱོད་འགྲོ་གི་ཡིན་མི་མང་ལ་དྲི་བ་དྲིས་ལན་བྱེད་ཡ་གོ་སྐབས་སྤྲད་ཀྱི་ཡིན་ལ་དེ་ཚོ་མ་སྤྲད་པའི་སྐབས་ལ་ལོ་གསུམ་བྱས་ལ་སྐོར་སྐྱོད་སླེབས་པའི་སྐབས་ལ་ད་འོས་བསྡུ་ལས་གྲོལ་ཡོད་པའི་སྐབས་ལ་རང་བཞིན་གྱི་ང་ཚོ་དྲི་བ་དྲི་གི་རེད་དམངས་གཙོའི་ནང་ལ་ག་དུས་ཡིན་ན་ང་ཚོ་དྲི་བ་དྲི་ཆོག་ཡ་གི་དབང་ཚད་ཡོད་རེད། དྲི་བ་དྲི་ཆོག་ཡ་གི་དབང་ཚད་ཡོད་རེད། སྐད་ཆ་བཤད་ཆོག་ཡ་གི་དབང་ཚད་ཡོད་རེད། འདི་ཡིན་གཅིག་མིན་གཅིག་བརྒྱ་ཆ་བརྒྱ་བཏང་བ་མི་དེ་གི་རེད་ཟེར་བཞིན་ང་ཚོ་ལ་ཐུབ་ཡ་གི་ཡོད་མ་རེད་འདི་ཁྱོད་རང་བསམ་བློ་བཏང་ཡ་རེད་ང་ཚོ་བཤད་ཡ་ང་ཚོ་བཤད་གི་རེད་ཁྱོད་རང་བསམ་བློ་བཏང་ཡ་རེད།

Tibet Lobby ང་ཚོ་འགྲོ་བའི་སྐབས་ལ་བོད་དོན་དོན་དག་མང་པོ་ཞིག་གྲུབ་ཀྱི་འདུག་བ། དེའི་སྐབས་ལ་ཀྱཱ་ན་ཀྲ་ལས་ཀྱི་ཡོད་མ་རེད་རྒྱུ་མཚན་ག་ལ་ན་འདི་ཨ་རིག་གི Tibet Lobby འགྲོ་བའི་ཆ་དེ་གོ་ར Washington DC ཆ་དེ་ཡོད་རེད་བ། ཀྱཱ་ན་ཀྲ་ལ་སྤྱི་འཐུས་ཁག་ཁག་ཅིག་ཡོད་པ་ཡིན་ན་ཀྱཱ་ན་ཀྲ་ལ་ཅིག་དོན་གཅོད་འགྲོ་ཅིག་ཁག་ཁག་ཅིག་ཡོད་པ་ཡིན་ན་ཨན་དེ་གི་ཨན་ཕ་གི་ལ་ཀྱཱ་ན་ཀྲ་ལ Tibet Lobby ཆའི་མགོ་བཙུགས Tibet Lobby ཆེ་ཆེ་ཨན་གཞོན་སྐྱེས་མང་པོ་ཅིག་དེ་ན་མཉམ་ཞུགས་བྱས་པ་ཡིན་ན་བོད་རྒྱལ་ཁབ་དང་མི་རིགས་ལ་ཞུགས་ཕན་ཐོག་གི་རེད་བ། དེ་འདྲ་སོང་ཚེ་འདི་སྐད་ན་དགྲ་ལ་སྤྱི་འཐུས་ཁ་ཁ་སྒུག་སྒུག་འདུག་ཞེས་བྱེད་ངེས། ལངས་ངེས་ང་ཡིན། ཁོ་རང་ཚོ་གཉིས་ལ་བཀར་ངེས་ཡིན་ང་ཡིན། ལོ་གསུམ་སྔས་ལ Boston ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་འདུ་འཚོགས་པའི་སྐབས་ལ་ཁོ་རང་ཚོ་གཉིས་ལ་ངས་དེ་ཤུགས་རྒྱབ་སྒུག་རེད་ཤུགས

ད་དེ་ནས
ཁོ་རང་གི་དོགས་འདྲི་གཉིས་པ་དེ་ལ་དོགས་འདྲི་གཉིས་པ་དེ་ལ་ངས་ལན་འདེབས་རྒྱག་དགོས་ཀྱི་ཆེན་པོ་རེད་བསམ་གྱི་འདུག་ད་དེ་ལན་འདེབས་མ་རྒྱག་ངེས་ལ། ཨཱ་ནི་ཁོ་རང་གིས་ད་ཅིག་དེ་ག་ལ་འཛོམས་ས་ཡང་ཡང་འཛོམས་ས་དེ་འདྲ་མང་པོ་ཅིག་ལ་རེད་ཨ་ད་ག་ནས་ཤེས་དེ་རིང་བི་ཡ་ང་ང་ལ་འདྲ་བའི་བའི་སྐྱོན་བརྗོད་བྱེད་པའི་སྐབས་ལ་ཁོ་རང་གི་རང་བཙན་ལག་དེབ་སྟོན་བྱེད་ཆེད་ཁོ་རང་རང་བཙན་ལག་དེབ་སྤྲད་ཀྱི་ཡོད་པ་དང་ཁོ་རང་སྐྱེས་དམན་གྱི་རང་བཙན་ལག་དེབ་དང་ད་ག་ནས་བཞིན་ཁོ་རང་སྤུ་གུ་ལྔ་ཡོད་ཟེར་བྱས་ད་དེ་ཚོ་ཡང་ཡང་སྒྲོག་ཅིག་བཤད་བསྡད་ཀྱི་འདུག་དེ་འདྲ་སོང་ཚ་ད་ཕལ་ཆེར། ཀན་ན་རྡ་ནང་ལོ་རེད་ཨ་རི་ནང་ལོ་རེད་མི་མང་པོ་ཆེ་གིས་ད་ཁྱོད་རང་གི་རང་བཙན་ལག་དེབ་སྤྲད་ཀྱི་ཡོད་པ་ཆེད་ད་ཁྱོད་རང་ལ་སྤུ་གུ་ལྔ་ཡོད་པ་དང་ཨ་ནི་རྒྱ་བོ་རོམ་གྱི་དགོངས་གཞི་སྒྲུབ་མཁན་ཡིན་པ་ཅིག།

སྤྱི་འཐུས་དང་སྲིད་སྐྱོང་གི་ཉིས་སྟོང་ཉིས་རྩ་གཅིག་གི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་ཤོག་བླུག་ག་ལེན་ཡོད་པ་དེ་འདྲ་སོང་ཚེ་འདི་ཚོ་རིགས་འདི་ཚོ་ཁྱོད་རང་དཀར་ཆིལ་ཆིལ་ལབ་ཐུབ་པ་ཡིན་ན་ངས་ཐུགས་ཕན་གསོས་ཀྱི་རེད་བསམ་གྱི་འདུག་དེ་འདྲ་སོང་ཙང་དེ་རིང་ངས་མ་བཤད་བཤད་རྒྱུ་འདི་ཚོ་ཅིག་གསལ་བཤད་དང་དེ་འདྲས་བྱིན་གྱིས་ལབ་ན་བསམས་སོང་ཞོར་དུ་མི་གཞན་པ་ལ

སྟབས་སྡུག་པ་ཅིག་ལ་ག་དུས་ཡིན་ནའི་སྤྱི་ཚོགས་ནང་ལོག་ལ་སྡིག་པ་ར་ཙ་གྲྭ་བ་ལོག་དོན་ངེས་ར་གངས་སེང་གྲྭ་བ་ལོག་དོན་ངེས་ད་ངན་པ་ལར་སོང་གི་མི་དེ་ཚོ་མང་ཆེ་གྲྭ་བ་ལོག་དོན་ངེས་མི་དེ་འདྲ་ཡིན་པའི་སྐབས་ལ་མི་དེ་ཚོ་གི་སྤྱོད་པ་དང་བསམ་བློ་ཁེར་སྟངས་དེ་ཚོ་ཡག་པོ་མེད་པ་ཅིག་ར་ཀརྨ་བློ་གྲོས་དཔལ་ཞུ་ཅིག་ཆོས་པ་ཡིན་མདོག་མདོག་ཅིག་རྒྱ་བ་རིན་པོ་ཆེ་དགོངས་བཞེས་ཡིན་ཅིག་ཅིག་དེ་འཕྲལ་ང་འགྲོ་ཅིག་ཁྱོད་འདི་བྱས་པའི་སྐད་ཆ་བཤད་སྟངས་དང་བྱེད་སྟངས་འདི་ཨན་ཅིག་ནང་པའི་ཆོས་ཀྱི་ཅིག་ནང་པའི་ཆོས་ཀྱི་སློབ་སྦྱོང་བྱེད་དགོས་ཀྱི་མི་ཅིག་རེད་དོ་བས།